དབུས་འོས་བསྡུ་ལས་ཁང་གི་སྤྱི་ཁྱབ་འགན་འཛིན་གྱི་ལས་འཁུར་ཞུ་སྒོ་མཐའ་དག། བཅའ་ཁྲིམས་ཀྱི་དགོངས་དོན་འགལ་མེད་ཐོག། བཅའ་ཁྲིམས་ཀྱི་དགོངས་དོན་འགལ་མེད་ཐོག། རང་དོན་ཕྱོགས་ལྷུང་དང་འཇིགས་ཞུམ་ཆགས་སྡང་མེད་པར། རང་དོན་ཕྱོགས་ལྷུང་དང་འཇིགས་ཞུམ་ཆགས་སྡང་མེད་པར། དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས་རང་ནུས་གོང་འཕེལ་ཞུ་རྒྱུའི་ཕྱོགས་མཚུངས་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན། ཡང་ན་ཁས་ལེན་གཙང་མ་ཞུ་རྒྱུ་ཡིན། དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས་རང་ནུས་གང་ཐད་ཞུ་རྒྱུའི་ཕྱོགས་མཚུངས་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན།

མ་འོངས་པར་ལོ་ལྔ་བཅུ་ནང་ལོགས་ལ་ཡང་ད་ང་ཚོའི་གནས་སྟངས་འདི་ག་འདྲའི་ཆགས་ཀྱི་རེད་མ་རེད་ཟེར་ཏེ་མང་ཚོགས་ཀྱིས་འགན་ཁྱེད་རང་ལ་རག་ལས་ཀྱི་ཡོད་དུས་འོས་བསྡུ་གྱི་ལམ་གྱི་ཐོག་ནས་ད་འགན་ཆེ་ཤོས་ཀྱི་རྩ་ཆེ་ཤོས་ཅིག་ལ་བརྩིས་ཡོད་དུས་འདི་ད་ང་རང་ངོས་ནས་ཡང་ངོ་ནས་ཚོར་བ་ཆེན་པོ་ཞིག་ཐོག་ནས་འགན་ཆེན་པོ་ཅིག་གནང་སོང་བསམ་མེད་ཀྱི་ཚོར་བ་ཅིག་ཤུགས་ཆེན་པོ་ཡོད་ད་རེས་དེ་ཐམས་ཅད་ཕུལ་བ་ཤེས་སོང་གི་ང་རང་ངོས་ནས་ཡིན་པས་ནས་ད་ལོ་མང་པོ་ཅིག་ད་འཐབ་རྩོད་རང་ལ་ཡང་ཆ་ཤས་ལེན་བསྡད་ཡོད་ག་དུས་ནས་ཚོར་བའི་ཐོག་ནས་ཡང་ཅིག་ཨ་ཁ་ད་ང་རང་ཚོ་བོད་མི་གཅིག་སྒྲིལ་རེད། སྒྲིག་འཛུགས་རེད་གང་ཅིའི་ཐོག་ནས་ཚགས་ཚུགས་ཡོང་ཡ་དེ་མ་འོངས་པ་མདུན་ལམ་ཐོག་ལ་ཤིན་ཏུ་གལ་ཆུང་དུ་མཐོང་ཡོད་དུས་ང་རང་ངོས་ནས་ད་ཡོད་དམ་བཅའ་ཞུས་པ་ནང་བཞིན་གྱི་སོ་སོའི་ནུས་པ་གང་སྤུངས་སྤུངས་ཅིག་བྱས་ཀྱི་འཆར་གཞི་ཡོད་དམ་བཅའ་ཕུལ་ཡས་ཞུ་ཡ་ཡིན་ད་མ་འོངས་པ་བྱ་ལས་ག་འདྲས་གནང་དགོས་མིན་དེ་ད་ད་ཐོན་ད་ང་འགྲོ་བ་ཇི་ན་ཡོད་དུས། དེ་གང་ལས་ད་ཐང་མ་དང་པོ་འགྲོ་བྱེད་དུ་ཆགས་འདུག་ཡོད་རེད་ག་ལ་ག་ཟམ་གྱི་གནས་ཚུལ་མགོ་ཚུགས་ཡོད་དེ་ནས་ད་ཞིབ་ཕྲ་ནི་བཅའ་ཁྲིམས་ལ་བསྐུར་བའི་འགན་རེད་ད་ནང་བཞིན་གྱི་གྲོས་ཚོགས་ནས་གཏན་ལ་ཕབ་པའི་འོས་བསྡུ་གྱི་སྒྲིག་གཞི་ཁག་དུ་ཚོ་རྒྱག་ལོག་བྱས་རྒན་པ་ཚོ་ནས་ལམ་སྟོན་ཞུ་ཡ་རེད་ད་འདས་ཆ་ལ་འགྱུར་བ་གར་གར་འགྲོ་འདུག་མ་འོངས་པ་གཅིག་ཚན་ལྡན་གྱི་འོས་བསྡུ་ཡོང་ཡ་ལ་ཡང་གར་གར་འགན་ཡོང་གི་འདུག་མང་ཚོགས་ནས་ཆ་ཤས་ལེན་ཡ་རེད་འོས་བསྡུ་དབུས་གཅིག་པོ་མ་རེད་ས་གནས་འོས་བསྡུ་ལྷན་ཁང་ཁག་ཡོད་རེད་འདུག་ཚོ་ལ་ཡང་འབྲེལ་བ